འགྲོ་བ་དང་གང་འདྲ Science ཟེར་ཡས་ཀྱི་སྐོར་ཨ་ནི་དར་རྒྱས་ཕྱིན Scientist དེ་འདྲ་མང་པོ་བྱུང་བ་རེད་ཚན་རིག་པ་ཨོ་དེ་འདྲས་ཡང་དུས་རབས་བཅོ་ལྔ་བཅུ་དྲུག་བཅུ་བདུན་འདས་པ་བཞི་བོ་བཅས་དར་འདུག་བ་དེ་འདྲས་ཀྱི་དེ་འདྲ་དར་རྒྱས་ཆེན་པོ་འགྲོ་ཡི་གཅིག་ད་དེ་ནས་དུས་ཚོད་གཅིག་འདི་ཨ་ནི་དུས་རབས་བཅུ་དགུ་པ་དེ་མཇུག་དེ་ནས་ཉི་ཤུ་པ་ཉི་ཤུ་རྩ་གཅིག་ཨོ་དེ་ཚོའི་ཀྱི་དུས་ཚོད་ལ་ཨ་ནི། ཆོས་དང་ཚན་རིག་གཉིས་ཀ་ཤིན་ཏུ་དར་བའི་དུས་ཚོད་ཅིག་བྱས་ནས་དུས་ཚོད་མི་འདྲ་བ་བཞི་བྱུང་བ་རེད་འདུག་ཨ། ཨང། དེ་ང་ཚོས་ཤེས་དགོས་རེད། ད་དེ་འབྲེལ་གྱི་དུས་ཚོད་མི་འདྲ་བ་བཞི་གི་ནང་ནས། ཆོས་དང་ཚན་རིག་གཉིས་ཀ་དར་བའི་དུས་ཚོད་དེ་འབྲེལ་གཅིག་གི་ནང་ལ། སྤྱི་དང་འཛམ་བུ་ལས་ལ་ཡ། ཨ་ནི་ཆོས་དང་འབྲེལ་བ་ཆོས་དར་ཡ་དེ་ལ་ཆོས་ལུགས་དེ་ལ་ད། རེ་གཅིག་རྗེ་གཉིས་གཉིས་ཞིབ་འཇུག་ད་བྱས་ཡ་བྱུང་མ་སོང་དེ་ཡིན་ནའི་ང་རང་གིས་དོ་སྣང་སྤྲད་དེ་ཤེས་པ་དེ་ལ་ཆོས་ལུགས་སུམ་བརྒྱ་དར་ཡོད་རེད། ཆོས་ལུགས་སུམ་བརྒྱ་གི་ནང་ནས་ཤུགས་ཆེ་བ་དེ་ཆོས་ལུགས་བཅུ། བཅུ་གི་ནང་ནས་ཀྱང་ཨ་ནེ་འབྲུག་མདུན་འདི་ཧ་ཅང་ཤུགས་ཆེན་པོ་རེད། ཇི་ལྟར་ན་འདི་ཚོའི་ནང་ལོགས་ལ་ཨ་ནེ་ཁ་གཅིག་གི་ཆོས་ལུགས་འདི་གཅིག་ཡོད་རེད། དེ་ནས་ཡེ་ཤུ་གི་ཆོས་ལུགས་འདི་གཅིག་ཡོད་རེད། དེ་ནང་བཞིན་གྱི་དམ་པ་སངས་རྒྱས་པའི་ཆོས་ལུགས་ཡོད་རེད། དེ་ནང་བཞིན་གྱི་གཅེར་བུ་བའི་གི་ཆོས་ལུགས་ཡོད་རེད། དེ་ནང་བཞིན་གྱི་དེ་ནས་ཅིག་གིས་སིག་གསལ་གྱི་བདེ་འབྲས་ཀྱི་ཆོས་ལུགས་ཡོད་རེད། ཨོ་དེ་འདྲས་དེ་འདྲས་བྱས་ནས་འཛམ་བུ་གླིང་ལ་ཡང་དེང་སང་གི་དུས་ཚོད་ལ The Modern World Modern Time ད་དང་དེང་སང་གི་འཛམ་བུ་གླིང་དེང་རབས་ཀྱི་འཛམ་བུ་གླིང་དེང་རབས་ཀྱི་དུས་ཚོད་དེང་རབས་ཀྱི་དོན་གནད་ཅིག་གི་ད་ཉི་མ་བདེ་འབྲས་ཀྱི་རོ Modern World Modern Time Modern Day དེ་འདྲས་ཀྱི་དུས་ཚོད་ལ་ད་འཛམ་བུ་གླིང་ལ་ཡང་པའི་ཆོས་ལུགས་ཤུགས་ཆུང་པོ་དར་ཡག་དེ་ད་ལྟ་བཞུགས་པ་དེ་རེད། དེ་འདྲའི་ཡིན་དུས། བདག་ཅག་གི་སྟོན་པ་འཛམ་བུ་གླིང་ལ་མ་ཕེབས་པའི་སྔ་རོལ་ལ་ཆོས་ལུགས་གཞན་དག་མང་པོ་དར་ཡོད་རེད། ཡིན་ནའི་དར་ཡག་དེ་གཙོ་བོ་སྡེ་ཚན་གཉིས་ནང་ལ་འདུས་འགྲོ་གི་རེད། སྡེ་ཚན་གཅིག་འདི་ཨ་ནི་འཇིག་རྟེན་བཀོད་པ་པོ་ཡོད་རེད་བྱས་ནས་འཇིག་རྟེན་བཀོད་པ་པོ་འདོད་པའི་ཆོས་ལུགས་གཅིག། རེད་བ། སྡེ་སྲིད་གཅིག་འདི་སྤྱིར་བོ་བ་རེད། རྗེས་དོན་བཀོད་པ་བོ་ཡོད་མ་རེད་བྱས། ལས་ལ་བརྟེན་ནས་བྱུང་བ་རེད་ཟེར་ནས་རྟིང་འབྱུང་སྐད་ཆ་བཤད་ནས་ལས་ལ་བརྟེན་ནས་བྱུང་བ་རེད་ཟེར་ནས་གསུང་མཁན་སྤྱིར་བོ་བ་གི་ཆོས་ལུགས་གཅིག་གཉིས་བྱུང་རེད། ཡིན་ན་ཡང་ཁོང་ཚོ་གཉིས་ཀ་འཇིག་རྟེན་བཀོད་པ་པོ་འདོད་མཁན་གྱི་ཆོས་ལུགས་ཆེ་བ་ཧིན་དྷུ་ཡེ་ཤུ་ཁ་ཆེ་ལ་སོགས་པ་དང་འཇིག་རྟེན་བཀོད་པ་པོ་ཁས་མི་ལེན་པའི་ཨ་ནི་ལས་འབྲས་ཀྱི་ཐོག་ནས་འཇིག་རྟེན་བྱུང་བ་རེད་བཤད་མཁན་གྱི་ཨ་ནི་སྤྱིར་བུ་བ་ཁོ་རང་གཉིས་ཀ་བདག་ཁས་ལེན་སྟངས་དེ་ཨ་ནི་རྟགས་ཆད་རང་དབང་ཅན་གྱི་བདག་བདག་ཡོད་རེད་ཨཱཏྨ་ཡོད་རེད་རྒྱ་གར་སྐད་ལ་ཡིན་ན་ཨཱཏྨ་ཟེར་རེད་བོད་པའི་སྐད་ལ་རྟགས་ཆད་རང་དབང་ཅན་གྱི་བདག་ཟེར་རེད་བདག་ཨ་ནི་ཨིན་ཇི་རྒྱ་གར་སྐད་ལ་ཨཱཏྨ

གཅིག་དཔེ་རྒྱ་ཡན་གྱི་ཡན་གྱི་ལ་གནོད་པ་སྐྱེ་ཡོང་དུས་སྔོན་འགྲོ་བྱས་ན་སེམས་པ་ཞི་བོ་ཅན་གྱིས་སྐྱོབ་དགོས་ཡ་ཆུ་དང་ཐག་གིས་འཁྲུག་པ་རྒྱག་དགོས་ཡ་ཆུ་ཡོད་རེད་དེ། ཆུང་དུས་ནས་ཨ་ནེ་བདག་ཅག་ཡོད་སྟོན་པས་ཀྱི་སྐྱེས་བུ་ལྷས་སྦྱིན་ལ་ཡང་བཟོད་སྒོམ་ཆེན་པོ་གནང་དགོས་ཡ་རེད་བ། དེ་འདྲ་གྱི་སྤུ་མགུ་པའི་སེམས་པ་བཟང་པོ་དེ་འདྲ་གྱི་གནང་བ་ཡོད་རེད་ག་ལེ་ག་ལེ་ག་ལེ་ག་ལེ་རང་དུ་བྱུང་བ་རེད་བ། བྱས་ཙང་ཆུང་དུས་ནས་གཤིས་ཀ་བཟང་པོ་དེ་ཡོད་རེད། དེ་འདྲ་ཡིན་ཙང་བདག་ཅག་གི་སྟོན་དཔལ་གྱི་ཆོས་དང་ཆོས་ལུགས་པ་བློ་ཟུར་མེད་པ་རྒྱ་བོ་རུ་བཞེད་ན་དེ་ཡི་རྗེས་འབྲང་ང་ཚོ་འདྲ་བོ་ཡིན་ན། འཛམ་བུ་གླིང་ལ་དར་བའི་ཆོས་ལུགས་ཡོངས་རྫོགས་ལ་ལྟ་གྲུབ་ནོར་ཡོད་ནའི་འདྲ་ལྟ་གྲུབ་ནོར་མེད་ནའི་འདྲ་ཆོས་ལུགས་ཡོངས་རྫོགས་ལ་གུས་ཞབས་བྱེད་ཀྱི་ཡོད་རེད་རོ། རྗེས་སུ Respect to the all Religion། རོ། ཚང་མ་ཆོས་ལུགས་ཚང་མ་ལ་ཡང་གུས་ཞབས་བྱེད་དགོས་རེད། བྱེད་དགོས་ཡོད་ཀྱི་རྒྱུ་མཚན་དེ་ཆོས་ལུགས་ག་རེ་ཡིན་ནའི་ཆོས་ལུགས་དེ་དང་དེ་གྱིས་རྗེས་སུ་འབྲང་མཁན་གྱི་མི་མང་པོ་ཅིག་ལ་ཕན་གི་ཡོད་པ་རེད། དཔེར་ན་ང་རང་ཚོ་ནད་པ་ཅིག་བློ་ཟུར་ནས་པ་བསམ་བློ་རྒྱ་ཆུང་པོ་ཡོད་ན། སོ་སོ་གི་ན་ཚ་དེ་དག་མགོ་ན་གི་ཡོད་པ་ཡིན་ན་ཡང། ད་ལྟ་གྲོ་གོང་མདའ་ཡས་མདའ་མདུད་ཟ་ཡས་ཀྱི་སྨན་ཡིན་ན་ནི་ག་རེ་ཡིན་ན་འདྲ་སྨན་ཚང་པ་ལ་གུས་ཞབས་བྱེད་དགོས་རོ། གར་ཅི་ནས་ཟེར་ན་སྨན་དེ་ཡིས་འགྲོ་བ་མི་ལ་ཡ་ཨ་ནི་ན་ཚ་འདྲ་མི་འདྲ་ལ་ཕན་གྱི་ཡོད་རོ། བྱས་ཙང་ཕན་གྱི་ཡོད་ཙང་སྨན་ཚང་པ་ལ་གུས་ཞབས་བྱེད་དགོས་དེ་ནང་བཞིན་བྱས་ནས་ང་རང་ཚོ་གི་སྤྱིར་འཛམ་བུ་གླིང་གི་ཆོས་ལུགས་ཚང་མ་ལ་ཡ་གུས་ཞབས་བྱེད་ཡ་དེ་གལ་ཆེན་པོ་རེད་ལ་བྱེད་ཀྱི་ཡོད་རེད་བྱེད་དགོས་ཀྱི་ཡོད་རེད་བྱས་ཙང་དེ་ཡིན་དུས་དེ་གནས་ཚུལ་དེ་གཅིག་བྱས། ད་ཡིན་ན་ཡང་གུས་ཞབས་རྗེས་ལ་དུས་བརྩམས་པ་ཆོས་ལུགས་དེ་ཁས་ལེན་བྱས་ཆོས་ལུགས་དེ་ལ་ཐོས་བསམ་སྒོམ་གསུམ་ཉམས་ལེན་བྱེད་ལས་པའི་སྐྱེས་ཆ་མ་ར་བ། ད་ཐོས་བསམ་སྒོམ་གསུམ་ཉམས་ལེན་བྱེད་ལ་ཡས་དེ་སོ་སོ་རང་གི་ཁམས་དང་མོས་པ་སོ་སོ་ལ་ཡང་ཕན་གྱི་འདུག་དང་མ་འདུག་བརྟག་དགོས་ར་བ། དཔེར་ན། མགོ་ན་མཁན་གྱི་ནད་པ་གཅིག་གིས་ང་སྨན་ཚང་མར་གོས་ཞབས་ཡོད་ལབ་ནས་ཚང་མ་ཟ་བསྡད་མ་རུང་བ། སྨན་ཟ་ཡ་དེ་སོ་སོ་ན་བཟའ་ག་རེ་འདུག་དེ་ལ་དཔག་པས་དེ་ལ་ཕན་མཁན་གྱི་སྨན་དེ་ཟ་དགོས་རུང་བ། ཅེས་སོགས་དེ་ནང་བཞིན་བྱས་ནས། ཆོས་ལུགས་ཚང་མ་ལ་གོས་ཞབས་བྱེད་དགོས་རེད་དེ་ཆོས་ལུགས་ཚང་མ་གཅིག་པ་གཅིག་རྐྱང་རེད་ཚང་མ་ཐོས་བསམ་སྒོམ་གསུམ་ཉམས་ལེན་བྱེད་ཀྱི་ཡིན་དད་པ་བྱེད་ཀྱི་ཡིན་ཟེར་ཡ་དེ་ཡོད་དགོས་བ་མ་རེད། དེ་ཡིན་པ་ཡིན་ཙང།

དེ་འདྲ་ཡིན་ཙང་བདག་ཅག་གི་སྟོན་པས་ཀྱི་ཆོས་རང་གི་འགྲོ་སྟངས་དེ་དགེ་སློང་དག་ལམ་ཁྱེད་རྣམས་ཀྱིས་གསེར་ཆས་བརྡར་བའི་གསེར་བཞིན་དུ་ལེགས་པར་བརྟགས་ལ་ང་ཡི་བཀའ་བླང་པར་བྱ་བའི་གུས་ཕྱིར་མིན་བྱས་ནས་ཁྱེད་རང་གི་གསེར་ཉོ་བར་འགྲོ་ཡོང་དུས་གསེར་ཡག་པོ་ཡིན་མེད་དེ་དང་པོ་སེལ་ཏེ། ཨ་ནི། བྲིས་ཀྱི་ཕ། ཨ་ལེ་རྙེད་ལ་ཡ། མེ་ལ་སྐྲག། ཨ་ནི་མེ་ལ་སྐྲག་ནས་ག་དུས་བྱ་གི་འདུག་དེའི་གཞུ་བུ་དེ་ལ་ཨ་ནི། རྡོ་ལ་བརྡར། ག་འདྲེ་ཆགས་ཀྱི་འདུག་དེ་ནས་འདི་བཞུགས་ལ་དྲི་ཡིས་དཔྱད། ད་ནི་ནང་ལོག་བལྟས་ད་ཕྱི་ནང་ཡོངས་རྫོགས་སེ་རུ་པའི་སྤུའི་དང་པོ་གཅིག་རེ་བཞག་ཟེར་ནས་ཧ་གོ་དུས་ད་ཉོ་དགོས་ལ། དེ་ནང་བཞིན་བྱས་ནས་སངས་རྒྱས་ཀྱི་ཆོས་ཡོད་ལ་ཕྱིའི་ནང་གསང་གསུམ་གྱི་གནས་ཚུལ་ཚང་མ་སོ་སོའི་ཀྱི་ཐོས་བསམ་སྒོ་སོགས་བྱས་ནས་ཤེས་པ་བྱས་ཤེས་པའི་རྗེས་ལ་ཁྱེད་རང་དེ་ལ་དགའ་པོ་ཡོད་སྙམ་ནས་བྱེད་ཀྱི་ཡིན་ལ་ར་འདི་བྱས། ཨ་ང་སློབ་སྦྱོང་བྱེད་ཡིན་ཡིན་ན་ང་སྐྱོན་མཐོང་སོང་ང་འདི་སྙམ་ནས་བྱེད་ཀྱི་མེད་ལ་ར་འདི་རེད་གཡུག་བཞག་ཞོག།

དཔེར་ན་ང་ཚོ་འཛམ་བུ་གླིང་ལ་ལག་གི་ཡོལ་བ in world འཛམ་བུ་གླིང་ལག་གི་ཡོལ་བ Human Right Human Right ལ་ཨེ་དེ་ཁྱད་ཆོས་ཞིག་རུ་བ། ལྷག་པར་དུ་ཨ་མེ་རི་ཀ་དང་ཡུ་རོབ་ནང་ལ་འགྲོ་བ་མིའི་ཐོབ་ཐང་ལ་ཨེ་དེ་དཔེ་ཁྱད་ཆོས་པོ་རུ་བ། དེ་འདྲའི་ཡིན་ས་སངས་རྒྱས་བཅོམ་ལྡན་འདས་ཀྱིས་ཆོས་ནང་ལ་འགྲོ་བ་མིའི་ཐོབ་ཐང་ཆ་ཚང་སྤྲད་ཡོད། ཁྱོད་རང་གིས་དབྱིན་ཇིའི་མི་ཞིག་སངས་རྒྱས་ཆོས་བྱེད་བོ་རེད་ཟེར་གི་མེད། ཁྱོད་རང་ཆོས་བྱེད་མ་བྱེད་ཁྱོད་རང་ཐོབ་ཐང་རེད་ཟེར་བ། ཁྱོད་རང་མགོ་བོ་བཏུར་ན་ཁྱོད་རང་དགའ་བོ་བཏུར་ན་བྱེད། ཁྱོད་རང་དགའ་བོ་མེད་ན་བྱེད་བོ་མ་རེད།

འོ་ཐོས་སངས་རྒྱས་བཅོམ་ལྡན་འདས་ཀྱི་ཆོས་ལ་འཇུག་སྟངས་དེ་ཐོས་བསམ་སྒོམ་གསུམ་གྱི་ཐོག་ནས་འཇུག་ཡ་དེ་གལ་ཆེན་པོ་བརྩི་གི་ཡོད་རེད། འོ་ད་དེ་འདྲ་ཡིན་པ་ཡིན་དུས་ཨ་ལེ་བརྙས་ལ་ཁྱེད་རང་ཚོས་ཀྱི་སེམས་ལ་བདེ་སྐྱིད་བཞག་དང། ཟིན་བྲིས་རྒྱབ་སྒོ་ནས་རྒྱབ་འགྲེལ་སོང་ཨ། ད་ཆོས་བཞོ་བའི་ག་འདུག་དེ་ལ་ཤུག་གུ་ནང་ལ་ཡི་གེ་བྲིས། ད་སོ་སོས་གང་བྲིས་ཤག་ཡིན་གྱི་མི་ཤིག་བོད་ཡིག་བྲིས་གི་མ་རེད་དབྱིན་ཇིའི་ཐོག་ནས་འཇར་མན་ཐོག་ནས་རྒྱ་ཡིག་ཐོག་ནས་བྲིས་ཤག་པ་བྲིས་གི་བྲིས་གི་བྱས་ནས་འདུག་སོང་ད་ངས་ད་ཞུས་ཡོད་ད། འཛམ་བུ་གླིང་ལ་དུས་ཚོད་མི་འདྲ་བ་བཞི་བྱུང་ཡོད་རེད་ལ་ཡ་དེ་གཅིག་བྱས། དེ་དང་ནི་དུས་རབས་བཅུ་དགུ་ཉི་ཤུ་རྩ་གཅིག་ལ་ད་ནི་ཚན་རིག་ལ་ཆོས་ཧ་ཅང་གི་དར་རྒྱས་ཆེན་པོ་དུས་ཆེན་པ་རེད་འདི་ནི་ཆོས་ལུགས་ནང་ལ་གཙོ་ཆེ་བ་དྲུག་བདུན་གྱི་ཡོད་རེད། གང་ལྟར་ནང་པ་སངས་རྒྱས་པའི་ཆོས་མ་ཡིན་མཁན་གྱི་ཆོས་ལུགས་གཞན་ཚང་མ་བདག་ཡོད་པར་ཁས་ལེན་པའི་ཆོས་ལུགས་རེད། ནང་པ་སངས་རྒྱས་པའི་ཆོས་དེ་བདག་མེད་ཟེར། ཨ་ཨག་མ།

ད་འོ་ན། དེ་འདྲ་བས་ཀྱི་སངས་རྒྱས། འཚེ་བ་མེད་པའི་ཆོས་དང་ཤེས་རབ་ཅན་གྱི་ཆོས་ཟད་ཀྱི་སངས་རྒྱས་ཀྱི་ཆོས་བརྗོད་རོ། འོ་དེ་འདྲས་ཀྱི་ཆོས་དེ། ཨ་ནི་ག་འདྲས་སུ་བྱུང་བ་རེད་ཟེར་ནས་སྐད་ཆ་ཅིག་བཤད་པ་ཡིན་ན་དང་པོ་རྙེད་ལ། ཨ་ལས་དང་པོ་འདི་མ་བཤད། ད་དང་པོ་རྙེད་ལ་འདི་བཤད་ཀྱི། སངས་རྒྱས་ཀྱི་ཆོས་ལ་འཇུག་པ་ཡིན་ན། འགྲོ་བ་ཕན་ཡོན་ག་རེ་ཡོད་རེད་ཕན་ཐོགས་ག་རེ་ཡོད་རེད་ཟེར་འདི་ཅིག་བཤད་ཀྱི། ད་ལྟ་ང་ཚོ་མང་པོ་ཅིག་སངས་རྒྱས་ཀྱི་ཆོས་ལ་དོ་སྣང་མ་སྤྲད་ཡ་དེ། རྒྱུ་མཚན་མང་པོ་ཡོད་རེད། གཅིག་ལྟ་ལས་ཀ་མང་པོ་ཡོད་པའི་རྒྱུ་མཚན་གྱིས་ཡིན་ཆོག་གི་རེད། གཅིག་ལྟ་སོ་སོའི་མི་ཚེ་ནང་ལ་ཟས་གོས་གནས་མལ་གྱི་དཀའ་ཉེན་མང་པོ་འཕྲད་ནས་དེའི་སྒང་ལ་བསམ་བློ་ཤུགས་ཆེ་བ་དང་ཡིན་ཆོག་རེད། ཡང་གཅིག་གི་ག་རེ་ཡོད་རེད་ལ་ན་སངས་རྒྱས་ཀྱི་ཆོས་ཀྱི་ཁྱད་ཆོས་ཡོན་ཏན་ཕན་ཡོན་མ་ཤེས་ནས་ཨ་ནེ་ཡང་ཆོས་ལ་དོ་སྣང་མ་སྤྲད་མཁན་ཡོང་ཆོག་གི་རེད།

དེང་སང་གི་བོད་པའི་སྤུ་ཧུ་རུ་མཚོན་པའི་ཧི་མ་ལ་ཡའི་རི་རྒྱུད་ཀྱི་གཞོན་སྐྱེས་དེ་ཚོ། མོ་སྒྲུང་བོར་ལ་སྐྱེ་རྒྱུར་གྱི་གཞོན་སྐྱེས་རེད་བ། དེ་ཡིན་དུས་ཁོ་ཚོ་ལ་ཡང་དེང་རབས་ཀྱི་ཤེས་ཡོན་ཡོད་རེད་བ་མོ་སྒྲུང Education། ཁོ་ཚོ་སླབ་གྲྭ་ལ་མང་པོ་འགྲོ་བ་ཡིན་པ་ཡིན་ཙང་ཁོ་རང་ཚོ་ཀླད་པའི་ནང་ལ་སློབ་སྦྱོང་བྱས་ཀྱི་གོམས་གཤིས་ཡོད་རེད་བ།

ཨ་ནི་ཁོ་རང་ལ་མང་པོ་ཞིག་ཤེས་ཀྱི་རེད་བསམ་འདུག་ཨ་ཁོ་རང་གིས་སྦྱིན་བདག་བྱས་ནས་གྲངས་པ་ག་ཚོད་ཡིན་ནམ་སུམ་ཅུ་ཡིན་ན་ཅིག་སྐད་བཏང། ཉི་མ་ག་ཚོད་ཡིན་ནམ་བཅོ་ལྔ་ཡིན་ན་ཅིག་བཀའ་འགྱུར་ཡོངས་རྫོགས་ཀློག་འདུག་ཨ་ཁོ་སྒུག་བསྡད་འདུག་ཨ། ག་དུས་འགྲེལ་བཤད་རྒྱག་པ་ཡོད་ན་སུ་སྒུག་བསྡད་འདུག་ཨ། ཉི་མ་བཅོ་ལྔ་ཆ་ཚང་ཉི་མ་ཉིན་གང་ཁོ་རང་ཕ་གས་བསྡད། ཞབས་ཕྱི་ཞུས་ཁྲོད་ཀློག་རུ་བཅུག་ཨ་ནི་ཚང་མ་དེ་ཐ་མ་དེ་ལ་ཚང་མ་བཀའ་འགྱུར་བྲིས་ནས་ད་ང་ཚོ་ཚར་སོང།

ཨ་འགྲེལ་བཤད་རྒྱུ་ནི་མེད་ཡོང་དུས་ཨ་ཕན་ཡོན་ཡོད་རེད་ལབ་བཞག་རོགས་ཨ་ཕན་ཡོན་ག་རེ་ཡོད་རེད་ལབ་དུས་ཨ་མཐའ་མ་དེ་སོ་རོམ་ས་ཡོད་རེད་ལབ་བཞག་ཨ་ནི་སོ་རོམ་རང་ཡིན་མིག་གི་ཕུང་བོ་མ་རོ་ཁ་ཐུག་དེ་ཨ་ནི་ཚར་རེད་ད་ཨ་ལས་རེད་བས་ས་རེད་ཨོ་ཁེ་ལ་ད་བྱས་ས་ར་ང་ཚོ་འདི་བལྟས་ནོར་གི་འདུག་ད་ང་ཚོ་ད་ལྟའི་དུས་ཚོད་དེ་ལ་མི་རབས་རྒན་པ་འདི་ཚོ་ལ་ཡང་ཕན་ཐོགས་ཡོད་པ། གཞོན་པ་འདི་ཚོ་ཡང་ཆོས་དང་རིག་གཞུང་ལ་དགའ་པོ་ཡོང་ཡ་དོན་དག་ལ་ང་ཚོ་གི་ཆོས་འདི་ཨེ་འདྲས་རེད་དག་སུ་འགྲེལ་བཤད་རྒྱག་ཡ་དེ། ཆོས་འདི་ངོ་སྤྲོད་བྱེད་ཡ་དེ་ཧ་ཅང་གལ་ཆེན་པོ་རེད་ཤག་བྱུང་ན་འདི་ཚོ་བོད་རྒྱའི་ནང་ལ་ཨ་མི་རྗེ་ཡི་སུས་ལ་ཡིན་ན་གཞོན་སྐྱེས་འགའ་ཞིག་ཤིག་ན་སུས་སྐྱེས་ཨ་ནི་ཨ་མི་རི་ཀ་འདས་པ་ཡིན་ན་དབྱིན་ཇི་སྐྱེས་ད་ང་གཞུང་མ་ཨ་མི་རི་ཀ་འགྲོ་དུས་དབྱིན་ཇི་སྐྱེས་ཐོག་ནས་བལྟས་བལྟས་སུ་མ་བྱེད་ཡ

བོད་པའི་ཆོས་དང་རིག་གཞུང་འདི་རྡུང་ཆེ་རེག་བརྒྱན་པ་ཡོད་རེད། བརྒྱན་པ་ཚོ་གི་བྱས་ན་བརྒྱན་པ་འདི་མི་ཐུབ་འདི་རྫོགས་ཚོགས་ན་ཚར་རེ་ད། གཞོན་པ་འདི་མུ་མཐུད་ལེགས་ཀྱི་མ་རེད་བ། ཨ་ནི་ཁྱེད་རྩ་བོ་ཆགས་འགྲོ་གི་འདུག་བ། རེད་བ། ཆོས་དང་འདི་འདྲའི་ཡོན་པ་ཡོད་དུས། ནང་ཆོས་ལ་ཐོས་བསམ་སྒོམ་གསུམ་བྱས་ན་ཕན་ཡོན་ག་རེ་ཡོད་རེད། འདི་བཤད་ཡ་འདི་གལ་ཆེན་པོ་མཐོང། ད་ངས་འདིའི་སྐོར་ཅིག་བཤད་ཀྱི་ཡིན་རེད་བ། ད་དང་པོ་དེ་འདི་ཡིན། ནང་ཆོས་ལ་ཨ་ནི་ནང་ཆོས་ཟེར་མཁན་འདི་ལ་ཨ་ནི་ཐོས་བསམ་སྒོམ་གསུམ་ལ་ཡ་འདི་དབྱིན་ཇི་སྐད་ལ་ག་ས་འཕེལ་རྒྱས་ལ་རྒྱབ་པ་ཡིན་ན་ནང་ཆོས་ལ་སློབ་སྦྱོང་དང་ལག་ལེན་ལ་འགྲོ་བ་ཡིན།

ག་རེ་ཕན་གྱི་རེད་ཚད་དེ་ད་སྤྱིར་དེ་ག་རེ་ནང་ཆོས་ལ་སྒོམ་ཉམས་ནས Meditation and Practice བ་ད་དེ་རེད་དེ་ཡོད་དུས་ངས་ད་རིང་ཁྱེད་རང་ཚོ་ལ་ཡང་ག་འདྲི་ས་ལ་གི་ཡིན་ལ་ན་བཤད་སྟངས་གསར་པ་ཅིག་ཤོད་ཡོད་ད་ནང་ཆོས་ཀྱི་ཕན་ཡོན་འགྲེལ་བཤད་དེ་དང་པོ་ནང་ཆོས་ལ་ཐོས་བསམ་བྱེད་པའི་ཕན་ཡོན་དེ་ཤེས་གི་ཡིན་དེའི་ཆོས་སྐུ་གཉིས་པ་དེ་ལ་ནང་ཆོས་ལ་སྒོམ་ཉམས་ལེན་བྱེད་པའི་ཕན་ཡོན་ཆེ་ཡོད་ད་གཉིས། རེ་ཟུང་བ། ད་ནང་ཆོས་ལ་ཐོས་བསམ་བྱེད་པའི་ཕན་ཡོན་ཟེར་ཏེ་ནང་ཆོས་ལ་སློབ་སྦྱོང་བྱེད་པའི་ཕན་ཡོན། རེ་བ་ཕལ་ཆེར་རྒྱ་ན་ནང་ཆོས་ལ་སློབ་སྦྱོང་བྱེད་ན་ཕན་ཐོགས་ག་རེ་ཡོད་རེད་ལབ་ཟེར་བ། རེ་བ་གོ་བརྡ་འདི་ཤེས་དགོས་རེད། ད་འདི་ལ་ཡང་དང་པོ་སངས་རྒྱས་བཅོམ་ལྡན་འདས་ཀྱིས་བསྐངས་གྱུར་གྱི་ཁུངས་བྱས་པ་ཡིན་ན། བཅོམ་ལྡན་འདས་རང་གི་ཞལ་ནས་ཐོས་པས་ཆོས་རྣམས་ཤེས་པར་འགྱུར། འདི་རེ་ད། ཐོས་པས་ཆོས་རྣམས་ཤེས་པར་འགྱུར་ཏེ། ཁྱོད་རང་གིས་ནང་ཆོས་ལ་སློབ་སྦྱོང་མང་པོ་བྱས་དང། ཁྱེད་རང་གིས་ནང་ཆོས་ལ་སློབ་སྦྱོང་མང་པོ་བྱས་ན་ཕན་ཐོགས་ག་རེ་ཡོད་རེད་ལབ་ན་ཁྱེད་རང་གིས་མ་ཤེས་པ་མང་པོ་ཅིག་ཁྱེད་རང་ཤེས་ཀྱི་རེད་ལབ་པ་ད། འདིར་སོང་ནས་སྨྲ་ཤེས་པ་མང་པོ་མཆིས། སོ་སོའི་གི་དཔེ་ད་ཧ་མ་གོ་བ་སོ་སོའི་མི་ཚེ་ནང་ལ་སྨྲ་ཤེས་པ་མང་པོ་ཅིག་ཤེས་ཀྱི་རེད་ཙང་པ་འདུག་བ། བྱས་ཙང་སྟབས་འདི་ལ་དུས་དང་པོ་གཉེས་ལ། མ་ཤེས་པར་ལ་ཡེ་དེ་ག་རེ་རེད་ནོར་འཁྲུལ་ཅིག་མ་རེད་བས། ངས་འདི་ཤེས་མེད་འདི་ཤེས་མེད་ལབ་ན་མ་ཤེས་པ་དེ་ནོར་འཁྲུལ་རོ། དེ་ཡིན་ཙང་ང་ཚོ་གི་བསམ་བློའི་ནང་ལོགས་ལ་ག་རེ་ཡོད་རེད་ལབ་ན།

ཨ་འདས་འདས་འགྲོ་བ། ཨ་མི་འདུག་བ། འདི་སྐྱོན་ཆ་བྱོས་འགྲོ་བ། བྱས་ཙང་འདི་བཟོས་དུས་མི་ཤེས་པའི་རྨོངས་པ་ལ་ཡང་ན་ཨིན་ཇི་ནང་ལ Ignorance ནས་བཟོ་བ། Ignorance མི་ཤེས་པའི་རྨོངས་པ་དེ་ཤུགས་ཆེན་པོ་ཡོད་ན་ངས་འདི་ཤེས་ཀྱི་མི་འདུག་ཟེར་གྱི་ཡོད། བྱས་ཙང་ད་ཤེས་ཀྱི་མི་འདུག་ལ་ཡང་འདི་ཡི་སྐྱེན་ཆ་འདི་མེད་པ་བཟོ། ཤེས་ཀྱི་མེད་པ་འདི་ཤེས་ཀྱི་ཡོད་པ་བཟོ། ཤེས་ཀྱི་མེད་པ་དེ་ཤེས་ཀྱི་ཡོད་པ་གར་བྱེད་ནས་བཟོས་པ་རེད་ལགས་ན། ཡང་བསྐྱར་དཔག་ཐེར་གྱི་ཁྱེད་རང་ཚོ་ལ་ཡང་ཞུས་ན། ཁྱེད་རང་ཚོ་སོ་སོ་ཡིན་ན་ཡང་སུས་ལ་ཕན་ངེད་ཚོ་མང་པོ་གཅིག་སློབ་སྦྱོང་བྱེད་ཁ་འགྲོ་དགོས་འདུག་གར་བྱེད་འགྲོ་ཡི་མ་འགྲོ་ལ་འགྲིག་གི་རེད། ཨ་ཨ་སློབ་སྦྱོང་བྱེད་ཁ་མ་འགྲོ་ན། ཨ་རེ། ཡི་གེ་སྐད་ཆ་བཤད་ཤེས་ཀྱི་མ་རེད། ཡི་གེ་ཡི་གེ་བྲིས་ཤེས་ཀྱི་མ་རེད། ལས་ཀ་ཚེ་དུས་ཙམ་ལ་ལས་ཀ་ཡག་པོ་རག་གི་མ་རེད། ལས་ཀ་གལ་ཏེ་རག་ན་ཡང་ལས་ཀ་འདི་ལ། ད་ནི་སྐད་ཆ་བཤད་ཡག་དང་ཡི་གེ་འབྲི་ཡག་གི་ཐོག་ནས་དམག་དཔོན་ཆོས་འདི་ཡོང་གི་མ་རེད། སུའི་གཞུང་གི་ཡིན་ན་ཡང་ཁྱེད་རང་ཚོ་ལས་ཀ་གི་སློབ་སྦྱོང་མ་བྱས་ན་ལེགས་ཆ་འགྲིག་མ་ཐག། དེ་ལ་ལས་ཀ་གི་སློབ་སྦྱོང་མ་ཤེས་པ་དེ་གིས་སོ་སོ་གི་མི་ཚེ་ནང་ལ་དཀའ་ངལ་འཕྲད་ཀྱི་འདུག་བ་དེ་ཡིན་ན་ལས་ཀ་སློབ་སྦྱོང་མ་ཤེས་པ་དེ་མེད་པ་བཟོས་ནས་ཤེས་པ་བཟོ་དགོས་བ་ཤེས་པ་བཟོ་དགོས་འདུག་བ། ཤེས་པ་དེ་གིས་ཕན་ཐོག་ག་རེ་བྱུང་སོང་དེ་ཚང་མ Experience ཉམས་མྱོང་ཡོད་རོགས་ཨ།

རླབས་སྒྲ་ལ་མཆི་ན་ག་རེ་རེད་རླབས་ཀྱི་རེད་ག་རེ་རླབས་ཀྱི་རེད་ཟེར་དུས་མ་བཤད་པ་མང་པོ་ཅིག་བཤད་པ་བཟོད་གི་ཡོད་རེད་བ་ལགས། ད་སྦྱང་ཡོང་དུས་ཤེས་སོང་ལ་ཡོད་རེད་བ། བྱས་ཙང་དེ་བཟོད་དུས་སྤུ་གུ་རླབས་སྒྲ་ལ་གཏང་དགོས་ཡ་ཁོ་རང། སྤུ་གུ་འདི་གི་སེམས་ཀྱི་ནང་ལ་མ་ཤེས་པའི་གི་རྨོངས་པ་མང་པོ་ཅིག་ཡོད་ཙང་དེ་མེད་པ་བཟོས་ནས་ཤེས་པའི་ཤེས་རབ་ཤེས་པའི་ཨིན་དྲི་ལས་ཀྱི་རིག་པ་འདི་སྐྱེ་ཡ་དོན་དག་ལ་རླབས་སྒྲ་གཏང་དགོས་བ་ལགས། ཁྱོད་ཚོ་སྤུ་གུ་སློབ་གྲྭར་བཏང་ཡོང་དུས་སྤུ་གུ་བལ་མང་པོ་ཅིག་བཤད་འགྲོ་གི་ཡོད་རེད་སྤུ་གུ་གྲུང་པོ་ཆགས་ཀྱི་ཡོད་རེད་རིག་པ་སྤྱང་པོ་ཆགས་ཀྱི་ཡོད་རེད་མི་ཚེ་ནང་ལ་ཕན་གི་འདུག་ཨ། འོ་ད། སློབ་གྲྭ་ལ་ང་ཚོས་ཀྱི་གཏང་དགོས་ཡ་གི་རྒྱུ་མཚན་དེ་མ་ཤེས་པའི་རྨོངས་པ་མེད་པ་བཟོས་ནས་ཤེས་པའི་ཆེད་དུ་རེད་འདི་རེད་བ་དམིགས་ཡུལ་འདི་རེད་བ་དེ་ནང་བཞིན་ཁྱེད་རང་ཚོ་ནང་ཆོས་ལ་སློབ་སྦྱོང་བྱས་པ་རེད།

འདི་ལས་ཀྱང་རྩ་ཆེ་བ། དེང་སང། དེང་སང་གི་དུས་ཚོད་ལ་རེད་ད། འགྲོ་བ། དཔེར་ན་ཆ་བཞག་པ་ཡིན་ན་ངས་ད་ག་ས་ལ་འགྲོ་འོང་མར་ད། ཨ་མེ་རི་ཀ་ལ་འགྲོ་བ་ཡིན་ན་ཡང། Psychology། ལ་ནི་དཔེ་གལ་ཆེན་པོ་བརྩི་གི་འདུག་ད་སེམས་ཁམས་རིག་པ། བོད་སྐད་ཐོག་ལ་སེམས་ཁམས་རིག་པ། དབྱིན་ཇི་ནང་ལ Psychology། འགྲོ་བ། ད་ད་ལྟ་ང་ཚོ Swiss ལ་སླེབས་པ་ཡིན་ན་ཡང། ཨ་ནི Psychology ལ་ཡང་ནི་དཔེ་གལ་ཆེན་པོ་བརྩི་གི་འདུག་བ།

ང་ཚོར་སེམས་ཡོད། རེད་བ། ང་ཚོར་སེམས་ཡོད་ཙང་བསམ་བློ་བཏང་ནས་ཨ། ད་རིང་ཆོས་བཤད་ས་ལ་འགྲོ་གི་ཡིན་ལ་ནི་བསམ་བློ་བཏང་ཙང་བསྡད་སླེབས་སོང་ཨ། ཁྱེད་རང་ཚོ་ཁང་པ་འདི་སླེབས་མི་འདུག་ཨ། ཕ་གི་བསྡད་བསྡད་འདུག་ཨ། ཁྱེད་རང་ཚོ་བསྡད་ས་ཁང་པ་འདི་ཕ་གི་བསྡད་བསྡད་འདུག་ཨ། ཡ་ཁྱེད་རང་ཚོ་བསྡད་སླེབས་འདུག་ཨ། སུས་ཚོ་བསྡད་སུའི་གཏམ་སུ་བསྡད་ལ། བསམ་བློ་འདི།

ཁྱོད་ཚོ་སྟེང་དུ་ང་ཚོ་ལ་ག་རེ་ཡོད་ལབ་ན་བསམ་བློ་ཡོད་རོགས་བསམ་བློ་ཡོད་ཡིན་ཙང་བསམ་བློ་འདི་གི་ཐོག་ནས་མཚམས་མཚམས་སོ་སོ་ལ་སྐྱིད་པོ་བཟོས་གི་འདུག་བསམ་བློ་བཏང་བཏང་གི་ཐོག་ནས་མཚམས་མཚམས་ང་ཚོ་འོས་ལོག་ནས་སོ་སོ་སོ་དཀའ་ངལ་བཟོས་གི་འདུག་ཐ་ན་ཡིན་པའི་སྐད་ཆ་བཤད་སྟངས་གཅིག་གཉིས་མ་འགྲིག་ན་ཡང་སེམས་ནང་ལ་ནག་ཐིང་ཐིང་མ་སྐྱིད་པ་བཟོས་གི་འདུག་དེ་སེམས་དུ་ཡོད་རོགས་དེ་འདྲ་ཡིན་པ་ཡིན་ཙང་སེམས་དུ་ཡོད་ཙང་གཟུགས་པོ་ཡར་རྒྱས་བཏང་ཡག་གི་སྐད་ཆ་ཅུང་བོ་མ་ཡིན་པ་སེམས་ཡར་རྒྱས་བཏང་ཡག་གི་སྐད་ཆ་འདི་ང་ཚོ་དགོས་གི་ཡོད་རེད། ངས་ད་གིན་ཞུ་ཡི་མ། ཅོག་རྫུན་དང། ཅོག་རྫུན་དང་ཆོས་རྫུན་དང་ཁང་པ་འདི་ཚོ་ལ་སེམས་ཡར་རྒྱས་བཏང་ཡག་གི་སློབ་ཆུང་གི་མགོ་མར་ད། མགོ་བ་མར། ང་ཚོ་སེམས་ཡོད་མཁན་ཚོ་ལ་ཨ་ནི་བསམ་བློ་འདི་འགྱུར་བ་བཏང་ཡག་བསམ་བློ་འདི་སྐྱིད་པོ་བཟོ་ཡག་སེམས་མ་སྐྱིད་པ་མེད་པ་བཟོ་ཡག་དེང་གི་སློབ་ཆུང་འདི་ང་ཚོ་འགོ་གི་ཡོད་རེད།

ཆོས་བཟོད་འདྲ་མི་འདྲ་ག་ཚོད་གང་ཡིན། དེ་ལ་གཟུངས་འབུག་གི་དོན་དག་ལ་འགྲོ་བ། འགྲོ་བ། གཟུངས་འབུག་གི་དོན་དག་ལ་སོ་སོའི་ངེས་རིག་དོ་སྣང་ཡང་དག་ཆོས་ཅན་ཡོད། ཡིན་ན་ཡང་ང་ཚོའི་སེམས་ཀྱི་དོན་དག་ལ། སེམས་ཡར་རྒྱས་བཏང་ཡང་ངེས་དོན་གནས་ཚུལ་དག་ཕ་ཞག་སེམས་ཁོ་ན་ག་རེ་ཡོད་མི་ཤེས་དགོངས་པ་འདྲ།

ད་འདི་གང་ལགས། དམིགས་བསལ་ཁྱད་ཆོས་དེ་ག་རེ་ལགས་ན་ང་ཚོ་གི་སེམས་དེ་ཤེས་ན་ཡང་སེམས་ཡག་ག་འདུག་ག་སེམས་རང་ལ་ཡང་ལྟོས་དང་ཁྱེད་རང་ཚོ་དོ་སྣང་བྲལ་ཨ་མདའ་གཞོན་སྐྱེས་ག་ཤེད་འདུག་ག་སེམས་ཡག་ག་ལགས་ན་ག་རེ་ལབ་དགོས་ཨ་རེ་ལགས་ན Positive thought སེམས་མི་ཡག་པ་ང་ཡང་འདི་ག་འདྲི་རྩད་དུ་བརྩི་བར་ལགས་ན་བསམ་བློ་འདི་འདྲས་ཆོས་འཁོར་ཡོང་དུས། རང་ཉིད་ཡིན་ན་ཡང་སྐྱིད་པོ། གཞན་ཚང་མ་སྐྱིད་པོ་བཟོ་མཁན་གྱི་བསམ་བློ་ཞིག་ཏུ་འོ་དེ་ལ་སྤོ་ཚེ་ཁྲོད་ཐོག་ཟེར་བར། དཔེར་ན་བྱམས་པ། སྙིང་རྗེ། རེད་བ། ང་ཚོའི་སེམས་ཀྱི་ནང་ལོགས་ལ་ཡང་མེད་འདིར་ཡང་རེད་བ། ཨ་ནེ་གཅིག་གི Love and Compassion Love ང་ཚོའི་སེམས་ཀྱི་ནང་ལ་བྱམས་པ་ཟེར་བྱམས་པ་ཟེར་ག་རེ་སེམས་ཅན་གཞན་སུ་ལ་ཡིན་ན་ཡང་ཨ་ནེ་ཕན་ཐོགས་བྱེད་ཀྱི་ཡིན་བསམ་པའི་བསམ་བློ་འདི་རེད་བ། སེམས་ཅན་བདེ་བ་དང་ལྡན་པ་བྱེད་ཀྱི་ཡིན་ཟེར་བསམ་བློ་འདི་འདྲིས་ཀྱི་སླད་ན་རང་སྐྱིད་པ་གཞན་སྐྱིད་པ་ཡོང་གི་འདུག་བ། རེད་བ། དཔེ་མཚོན་གྱིས་བཤད་ཡིན་ན་ཨ་མ་རྒྱུད་ལ་སྤུ་གུ་རྒྱུ་ཡོད་བ་བྱས་མེད། ཨ་མ་རྒྱལ་ཡང་སྤུ་གུ་དེ་ལ་ཡང། སྤུ་གུ་དེ་བདེ་བ་དང་ལྡན་པ་བྱུང་ན་ཟེར་བསམ་བློ་ཞིག་བཏང། སྤུ་གུ་དེ་གའི་ཨ་མ་ལ་ཡང་བདེ་བ་དང་ལྡན་པ་བྱུང་ན་ཟེར་བསམ་བློ་བཏང་སྟེ་སྤུ་གུ་དང་བུ་གཉིས་མཉམ་དུ་བསྡད་ན། ད་བསམ་བློ་འདི་ན་ལ་ཨ་མའི་གི་སྤུ་གུ་བདེ་བ་དང་ལྡན་པ་བྱུང་ན་བསམ་པའི་བསམ་བློ་འདི་གིས་སྤུ་གུ་པས་བདེ་སྐྱིད་ཡོང་ཡག་གི་ལས་ཀ་ཚང་མ་བྱེད་ཀྱི་འདུག་བ།

ད་འདི་ཆགས་ཡོང་དུས་ཨ་མ་སྤུ་གུ་འདི་ཡིན་ན་ཡང་ཨ་མ་གཅིག་སྐྱེ་བོ་བྱུང་ན་བསམ་ནས་ཡང་སྤུ་གུ་བསམ་བློ་བཏང་ཤེས་མཁན་ཡིན་ན་བྱས་ཡོང་གི་འདུག་བ། ཁོ་ཚོ་གཉིས་སྤོ་རུང་གི་སྐྱིད་པོ་འདི་ག་ནས་བྱུང་རེད་ལབ་ན་བྱམས་པ། ད་དེ་ནང་བཞིན་གྱི་སྙིང་རྗེ། Compassion། སྙིང་རྗེ་བསལ་ཏེ་སེམས་ཅན་སྡུག་བསྔལ་ལས་བྲལ་ན་བསམ་པའི་བློ་རུ་བ། དེ་ཡིན་ཙང་ཨ་མ་གི་སྤུ་གུ་དེ་ལ་ཡང་ཁོ་ལ་སྡུག་བསྔལ་མེད་པ་ཅིག་བྱུང་ན་ཁོ་ལ་སྡུག་བསྔལ་ཡོད་པ་དེ་ངས་མེད་པར་བཟོས་གོ། ཡང་སྤུ་གུ་ཡའི་ཨམ་ཕ་མ་ལ་དེ་སླེབས་དུས་གཅིག་གིས་གཅིག་ལ་དཀའ་ངལ་སེལ་ཡ་དང་སྡུག་བསྔལ་མེད་པར་བཟོས་ཡ་ལ་བྱ་བ་བྱེད་ཀྱི་འདུག་བ་ཀླད་པ་སྣ་བུག་ཆེ་གི་འདུག་བ། ཆུ་ཚོད་བདུན་བསྒྲིལ་ཏེ་དཔལ་ལ་བཞག་ནས་ནང་མི་ཡོངས་རྫོགས། གཅིག་གིས་གཅིག་ལ་བྱམས་པ་སྙིང་རྗེ། དེ་ནང་བཞིན་གྱི་ནང་མི་དང་ཁྱིམ་མཚེས་ཚང་མ་གཅིག་གིས་གཅིག་ལ་བྱམས་པ་སྙིང་རྗེ། དེ་ནང་བཞིན་གྱི་ལུང་པ་ཡོངས་རྫོགས། དེ་ནང་བཞིན་གྱི་ཛབུ་ལི་ཡོངས་རྫོགས་ཨེ་འདྲས་ཆགས་ན། ད་ལྟ་ཨི་ཟི་རེལ་དང་ཨི་རན་གྱི་དམག་དེ་ཡོང་གི་རེད་པས། དམག་ཆེན་དང་པོ་གཉིས་པ་བསྲེས་ལ་ཡུ་གུ་རུ་བས། སེམས་འཛམ་བུ་གླིང་གི་འགྲོ་བ་སེམས་ཅན་ཚང་མ་ཡི་བྱམས་སྙིང་རྗེ་སྒོམ་བདེ་ཡོད་དུས་དམག་དེ་དེ་རྒྱ་གུ་རུ་བས། ཡོ་ངས་ཁོ་རེ་ཡོད་མ་རུ་བ། དམག་རྒྱ་ཡ་ཕ་ཤ་དམག་རྒྱ་ཡ་གི་མི་ས་ཨེལ་གཅིག་ཀྱང་བཟོད་གུ་མ་རུ་བ། མདའ་ཁྲི་མདུང་གསུམ་ཁོ་རང་བཟོད་གུ་མ་རུ་བ་ཁ་རེ་བེད་སྤྱོད་མེད་བ། ཞེ་སྡང་དང་ཕྲག་དོག་དང་འགྲན་སེམས་དང་དེ་འདྲས་རྐྱང་རྐྱང་པད་སྟག་པ་ཚོམ་བུ་བཏང་བསྡད་ཙང་དམག་ཚང་མ་དེ་དེ་ཡོང་གི་ཡོད་རུ་བ། བྱེད་ཐབས་འདི་ཡིན་དུས། ད་ལྟ Buddhist གྱི་ནང་ལ Mental Science གྱི་ཐོག་ནས་སེམས་ཀྱི་སྐོར་ལ་སློབ་སྦྱོང་ཆ་ཚང་སྤྲད། ཡིན་ན་ཡང་སེམས་དེ་ལ Balance ག་འདྲ་བྱེད་དགོས་རེད། སེམས་དེ་ཡག་ག་དེ་ག་འདྲས་ཡར་རྒྱས་གཏང་དགོས་རེད། སེམས་སྡུག་ག་དེ་ག་འདྲས་མེད་པ་བཟོས་དགོས་རེད་ཟེར་ཡང་གྱིས

རེད་བ། བྱས་ཙང་འདི་འདྲ་ཡིན་པ་ཡིན་དུས་དེ་ཚོ་ཚང་མ་ཤིང་གི་རེད་གཅིག་བྱས། ད་དེ་གང་ལ། Buddhist Science། ཨ་ནི Buddhist Philosophy ད Buddhist Philosophy དེ་ཤེས་སོང་ན་ཕན་ཐོག་བཞི་བཅུ་ཡོད་རེད་ད་འདི་ཞུ་གི་ཡོང་གི་རེད་རེད་བ། ལྟ་གྲུབ་ཀྱི་སྐོར་ལྷག་པར་དུ་ཨེམ་ཆི་ནས་སད་ཀྱི་ལྟ་གྲུབ།

ཨ་ལེ daily practice ལ་ཡ་དེ་དེ་འདྲས་ཅིག་རེད་འདུག་ལ་ད་བཤད་ཚར་ན་ལག་ལེར་བསྟར་ཡ་དེ་སོ་སོའི་གི་ལྟར་འདུག་རོ། ཨ་དེ་དེ་ཡིན་དུས་དེ་རེད། ད་དེ་ནས་གཉིས་པ། ནང་ཆོས་ལ་སློབ་སྦྱོང་བྱས་ནས་ཕན་ཐོགས་ཡོད་པར་མ་ཟད་ནང་ཆོས་ལ་སྒོམ་ཉམས་ལེན་བྱས་ན་ཧ་ལས་པའི་ཕན་ཐོགས་ཡོད་རེད་ད་མཁྱེན་སོང་ཨ། Example། Buddha Shakyamuni ང་ཚོ་གི་རྟག་པ་ཨེ་འདྲས་བྱེད་ཀྱི་ཡོད་བ། Buddha Shakyamuni དང་པོ་ང་ཚོ་ནང་བཞིན་རེད་ད།

བདུད་ཀྱིས་མི་དགུ་བརྒྱ་དགུ་བཅུ་གོ་དགུ་བསད་ནས་གཟུགས་སྐུ་ཀྱི་ཕྲེང་བ་ཟོས་ནས་བཏགས་ལ། ད་ཅིག། དགོས་རེ་ཁོ་རང་ལ་ད་འདི་སུ་བསད་དགོས་ན་ཟོས་ཏེ་ཁོ་རང་གི་མདུན་ལ་ཨ་མ་གཅིག་ཁོ་རང་གི་ཨ་མ་འགྲོ་དེར་ད་ཨ་མ་བསད་ལ་འགྲོ། དེའི་ཁ་ཐུག་དེ་ལ་བདག་ཅག་གི་སྟོན་པ་ཡི་དགེ་སློང་ཞིག་ལ་སྤྲུལ་ནས་ཨ་ནི། ལ་ཀ་ཞེ་འདྲ་ཅན་འགྲོ་ཡོང་དུས་ཁོས་དགེ་སློང་དུ་མཐོང་ཙང་ཨ་མ་དེ་གཡུག་བཞག། ཨ་ནི་དགེ་སློང་འདི་གསལ་མཁའ་འགྲོ་འདི་གསལ་རྒྱུ་འདི་ཐུབ་ཀྱི་ཡོད་པ་གབ་རྩོད་རྒྱུག་ཤ་འདྲེ་འདྲ་ཡང་དགེ་སློང་འདི་ལྷོད་ལྷོད་བཞུགས་ཡོང་རེད་དེ་ཁོ་རང་ནང་ཁོ་རང་སྙོམས་གོ་བ། ཨ་བཞུགས་གོ་ག་ལེ་ག་ལེ་ཨ་ནི་སངས་རྒྱས་བཅོམ་ལྡན་འདས་ལ་ཁོ་རང་ཉིད་དྲི་བ་དྲིས་ལན་བྱེད་ཡོང་དུས་ཁོ་རང་བསམ་པ་ལ་ཁོ་ཁོང་ཁྲོ་ཟ་ལ་མི་མཐོང་ཚེ་ཚང་མ་ལ་ཁོ་དགའ་གི་མེད་ལ་རེད། ར་དང་ལུག་འདི་ཚོ་དུད་འགྲོ་ལ་ཁོ་དགའ་གི་ཡོད་ལ་རེད། རེ་བ། མིག་སྔར་གསལ་རྐྱང་ཡིན། ཅི་ལྟར་ད་ཁོ་རང་འདི་དགའ་པོ་ཆགས་ནས་མི་གསལ་ཁ་དུ་དགེ་སློང་དེ་གསལ་ཁ་འགྲོ་ཡི་ཡོད་དུས་ཨ་ནི་ཁོ་རང་གིས་དགེ་སློང་འདི་ལ་ཡང་ཚིག་རྩུབ་པོ་བྱས་ནས་ཁྱོད་རང་སྡུག་ཅིག་ལ་སྡུག་ཅིག་གསུངས་ཚུལ་ལ་ཁྱོད་རང་གྲོས་མ་འགྲོ་བལྟ་ཞོག་གནང་རོགས། ཨ་ནི་མ་བསྡད་ཕན་ཚུན་ལགས་ལགས་སུ་དུ་གུས་ཞབས་འགྲོ་བ་ལགས། ཨ་ནི་བརྩེ་བས་ཨ་ནི་ཅིག་ཅིག་ཅིག་གསུངས་རེ་སྙིང་རྗེ་ཡི་ཐོག་རེ། ལམ་སོང་ཨ་ཡིན་ས་ཧང་སང་རོགས་ཁྱེད་རང་ང་ལ་ཡང་བརྩེ་བ་ཡོད་པས་ཡོད། ཨ་ནི་ཏུ་གཙོ་བྱས་ཏེ་བྱམས་པ་དང་སྙིང་རྗེ་ཡི་བསླབ་བྱ་བརྒྱ་ཏིའི་བསམ་བློ་རྒྱུ་བ་ཕྱིན། ཨ་ནི་ཨ་ཧིམ་ས་དམ་གྱི་སེམས་ཅན་གསལ་བོར་བསམ་པའི་བསམ་བློ་ཡང་མེད་པ་བྱ། ཁོང་ཁྲོ་ཡང་མེད་པར་བྱ་ཞེ་སྡང་ཡང་མེད་པར་བྱ་ཕྲག་དོག་དྲི་ཟའི་མེད་པར་བྱ། དེ་ནི་སངས་རྒྱས་བཅོམ་ལྡན་འདས་ཀྱིས་དགེ་སྒྲུབ་བྱས། གཅིག་བསྒོམ་རྒྱ་ཏུའི་ཨ་ར་ཧ་ཏའི་སྒྲ་སྦྱར་བའི་གོ་འཕང་ཐོབ་བམ། སྤྱོད་གཙང་མི་དགུ་བརྒྱ་དགུ་བཅུ་གོ་དགུ་བསད་མཁན་གྱི་མི་ཞེ་སྣང་ཚ་བོ་དེ། དགྲ་བཅོམ་པའི་གོ་འཕང་ཉོན་མོངས་འདོད་ཆགས་ཞེ་སྡང་མེད་པའི་མི་དེ་འདྲས་ཀྱིས་དགྲ་བཅོམ་པའི་གོ་འཕང་ག་འདྲས་བཞག་པས། སངས་རྒྱས་ཀྱི་ཆོས་ལ་སྒོམ་ཉམས་ལེན་བྱས་ཏེ། འདོད་སོང་བ། འདིས་དཔེ་མཚོན་གཉིས་པ་བྱས། དཔེ་མཚོན་གསུམ་པ། བོད་ནང་ལ་སྔ་འགྱུར་རྙིང་མ་གི་ཨ་ནི་གྲྭ་པ་ད་ཆོས་བྱེད་མཁན་ཆོས་བྱས་ནས་སངས་རྒྱས་ཉེས་དཔེ་མང་པོ། དེ་ནང་བཞིན་བཀའ་བརྒྱུད་དེ་ནང་བཞིན་ས་སྐྱ་དེ་ནང་བཞིན་དགེ་ལུགས་དེ་མང་པོ་ཡོད། ད་འདི་ནང་ནས་སྐད་གྲགས་ཆེ་ཤོས་གཅིག་རྗེ་བཙུན་མི་ལ་རས་པ། ད་རྗེ་བཙུན་མི་ལ་རས་པ་ཟེར་ཡ་དེ་ག་འདྲི་རེད་ལགས་ན། ལོ་ཆུང་ཆུང་ཕལ་ཆེར་ལོ་བཅུ་བཞི་ཡིན་ན་བཅུ་དྲུག་ཡིན་ན་འདིའི་སྐབས་ལ་མི་སུམ་ཅུ་ཐམ་པ་བསད་རེད་ད། ཁོ་རང་གི་ཨ་ཁུ་ཨ་ནེ་ལགས་སོགས་པ་དེ་འདྲས་ཀྱི་ད་སྤིན་རྒྱག་ཡིན་བསྡད་ཀྱིན། ག་རེ་ལ་ན་ཁོ་ཚོས་མི་སུམ་ཅུ་དེ་གའི་གྲས་ཀྱི་ཇི་ཚོད་མེད་ལགས་ཀྱི་ཡབ་ཡུམ་ཨ་ནེ་བསད་དང་བཅས་པ་ལ་ཨང། སྟོབས་ཆུང་ན་ང་མར་བྲོས་འགྲོ་བཞག་རོགས་གནང་ཅིག་ཞུ་ཨ། ཡབ་ཡུམ་བསད་དང་བཅས་པ་ལ་ཡང་ཨ་ནེ་དེ་བྱས་རེད་གར་ས་གནོད་པ་རྒྱལ་རེད། ད་དེ་ཡིན་ཙང་རྗེ་བཙུན་མི་ལེགས་ཀྱི་ཐུགས་དང་ནི་མི་སུམ་ཅུ་བསད་པ་རེད་དེ་བླ་མ་མར་པ་ཐུགས་བླ་མ་མར་པ་གི་ཁོང་ལ་ནང་པའི་གི་སྒོམ་བརྒྱ་དང་བཏབ་དེ་འདྲི་གི་སྒོམ་གཅིག་རྒྱབ་ཡོག་དུ་བརྩམས་པ་རྗེ་བཙུན་མི་ལ་སོ་སོ་གི་བླ་མ་ལས་སྔོན་ལ་སངས་རྒྱས་དང། བླ་མ་བླ་མ་ཡི་ལོ་བཅུ་བླ་མ་ལོ་བཅུ་གི་ཞུ་བོ་ལ་སངས་རྒྱས་མི་ཡོད་ན་མར་པ་ཁོང་རྗེ་བཙུན་མེ་ལ་དེ་ཡི་ལོ་བཅུ་གི་སྔོན་ལ་སངས་རྒྱས། ད་ཁྱད་མཚར་རོ། ཚེ་སྟོད་ལ་མི་སུམ་ཅུ་བསད་མཁན་རྗེ་སྒོམ་ཉམས་ལེན་བྱས་ནས་སངས་རྒྱས་ལབ་ན་ཞུ་བོ་མ་རེད། ང་ཚོ་མི་སུམ་ཅུ་ད་བསད་མེད་བ་བསད་ཡོད་པས་ཨ། དེ་འདྲ་ད་བསད་མེད་བ། དེ་འདྲ་ཡིན་ཙང་ང་ཚོ་ཡིན་ན་ཡང་སྒོམ་ག་ཅིག་རྒྱབ་དགོས་མ་རེད། ཉམས་ལེན་ད་ཅིང་བྱེད་ཁོག་མ་རེད། ང་ཚོས་ཡིན་ནས་སྒོམ་ཉམས་ལེན་རྒྱབ་པ་ཡིན་ན། དངོས་གནས་དྲང་གནས་ཀྱི་སྡིག་པ་ཆེན་པོ་བཞི་བོ་འདི་འདྲའི་སོ་སོའི་ཚེ་འདི་ལ་བསགས་མེད་ཙང་གཏན་ནན་ཡར་རྒྱས་འགྲོ་ཡ་ཡོད། དེ་འདྲ་ཡིན་ཙང་སྒོམ་ཉམས་ལེན་བྱེད་ན་ཕན་ཐོག་ག་འདྲི་ཡོད་རེད་ཟེར་དུས་དཔེ་མཚོན་གཅིག་དེ་རྗེ་བཙུན་མི་ལ་འདྲི་སོང་ཨ། ད་དེ་ལ་སོགས་པ་དཔེ་མཚོན་མང་པོ་རྒྱག་ཡོད། ད་ད་ལྟ་སྐད་ཆ་བཤད་ཀྱིན་ད་ད། ད་ད། དང་བདག་གི་དུས་ཚོད་ལ་དཔེར་ན་རྒྱ་བོ་རིན་པོ་ཆེ་ལ་ན་ཏཱ་ལའི་བླ་མ་ལ་ན་ང་ཚོ་ཚང་མ་ངོ་ཤེས་ཀྱི་རེད་བ། རེད་བ། ཨ་ནི་རྒྱ་བོ་རིན་ཆེན་ཞུ་ཡས་འདི་འཛམ་གླིང་ཞི་བདེའི་གཟེངས་རྟགས་ཐོབ་ཡོད་རོགས་ཐུགས་མོང་འདོད་ཅིག་གནང་རོགས་ག་འདྲས་ཐོབ་རེད་གར་སྤྱད་ན་ཐོབ་རེད། ཁོ་རང་གིས message ནང་ལ་ག་རེ་གསུངས་འདུག་ང་ཆུང་དུས་ནས་སྙིང་རྗེ་དང་དེ་འདྲའི་ཐོག་ལ་ང་ལ་ཡང་ཨ་མ་ལགས་དང་གྲོགས་པོ་འདི་འདྲས་ཀྱི་རྐྱེན་བྱས་ནས་ང་སྙིང་རྗེ་ལ་དགའ་པོ་ཆགས་སོང། སྙིང་རྗེ་ཀྱི་ཉམས་ལེན་དེ་ཤུགས་ཆེ་ཆེ་ཆེ་ཆེ་ཆེ་རུ་བཏང་ནས་ཨ་ནེ་དངོས་གནས་དྲ་ནས་བོད་མི་ས་ཡ་ཁྲོ་བོ་ལ་སྙིང་རྗེ་དེ་ནས་འཛམ་བུ་གླིང་གི་སེམས་ཅན་ལ་སྙིང་རྗེ་དེ་ནས་ཞི་བདེ་ཡོང་ཡ་ཐོག་ལ་ཡང་ཤུགས་རྒྱག་ཡའི་བསམ་བློ་ཐུགས་སུ་སླེབས་སོང། ཨ་ནེ་རྒྱ་བ་ཡིན་སོག་མདོ་བ། མདོར་བསྡུས་ན་ཁོ་རང་གི་སྤྱི་བཏང་དང། འཛམ་བུ་གླིང་མི་མང་ལ། སྒོམ་གྱི་སྐོར་ལ་མང་པོ་གསུང་ཡས་ཡོད་དེ་ཡང་མི་སུ་ཚང་མ་གཅིག་པ་མ་རེད་བ། འཛམ་བུ་གླིང་མི་མང་ནང་ལ་ནང་པ་ཡོད་རེད་ནང་པ་མ་ཡིན་པ་ཡོད་རེད། ཚང་མ་ལ་ཨ་ནི། གོ་ཐུག་ཡས་དེ་སྙིང་རྗེ་སྒོམ་མི་ཡིན་ལ་ན་གོ་ཐུག་རེད་བ། དེ་གསུང་རེད། ཡིན་ནས་ནང་དོན་ལ་ང་ཚོ་ནང་པའི་ངོས་ནས་བཤད་ན་སྙིང་རྗེ་ཅོག་པོ་མ་རེད། ཁོ་རང་གི་བྱང་ཆུབ་སེམས་སྒོམ་ཡོད་རེད། བྱང་ཆུབ་སེམས་དང་སྟོང་ཉིད་ཀྱི་ལྟ་བ་གཉིས་ཏེ་ཉམས་ལེན་བཞི་པོ་ཞེས་བྱས་ནས་ཨ་ནུ་གོང་འདི་འདྲ་བྱ་རོགས། དཔེར་ན་ད་ལྟ་འདྲ་བོ་ཡིན་ན་ཉེས་པ་དོན་ལ་སྤྱན་རས་གཟིགས་རེད་དེ་ད་ལྟ་ཐུན་མོང་བདུད་རྩི་རྣམས་ང་སྤྱན་རས་གཟིགས་མ་ཡིན། ཡིན་ན་ཡང། སྟོང་ཉིད་དང་བྱང་ཆུབ་སེམས་བསྒོམས་ནས་བྱང་ཆུབ་སེམས་དཔའ་ཚོགས་ལམ་ལ་སླེབས་སོང་གསུངས་ཚར་སོང། ད་བྱང་ཆུབ་སེམས་དཔའ་ཚོགས་ལམ་པ་ལ་དུ་བྱང་ཆུབ་སེམས་དཔའ་ར་བ། ཁྱེད་རང་བྱང་ཆུབ་སེམས་དཔའ་མ་ཡིན་གྱིན་ཞིག་བྱང་ཆུབ་སེམས་དཔའ་ཆགས་འདུག་བ། དེ་ག་འདྲ་ཆགས་ནས་སྒོམ་ཉམས་ལེན་བྱེད། རེད་བ། དེ་འདྲ་ཡིན་ཙང་སྒོམ་ཉམས་ལེན་བྱས་ན་ཕན་ཐོགས་འདི་ཡོད་རེད། དཔེར་ན་ང་རང་འདྲ་བོ་ཆ་ཤས་ནང་ཆུང་ཆུང་ཁག་ཏུ་རླུང་ཚ་བོ་ཡོད། རླུང་ཚ་བོ་ཡོད་རེད་དེ་ཡིན་ན་ཡང། ལོ་བཅུ་དྲུག་བཅུ་བདུན་ནས་ངས་སྒོམ་རྒྱག་ཡོད་འགོ་བཙུགས། ལྷག་པར་དུ་ཡང་ལོ་ཉི་ཤུ་རྩ་གྲངས་ནས་ཉིན་རེའི་ཉམས་ལེན་འདི་ཚོ་ལ་ཤུགས་རྒྱག་ལྷག་སྒོམ་འདི་ཚོ་ཤུགས་བསྡམས་ནས་འགྲོ་ཡོང་དུས་དཔེར་ན་ད་ལྟ་འདྲ་པོ་ཆགས་ཤེས་ན། དངོས་གནས་དྲང་གནས་སོ་སོའི་གི་དཔེ་རྒྱ་ཡིན་པ་དང་དཔེ་རྒྱ་མ་ཡིན་པ་སེམས་ཅན་ཚང་མ་ལ་བྱམས་པ་དང་སྙིང་རྗེ་གཅིག་པ་སྐྱེ་གི་འདུག་ད་དཔེ་རྒྱ་རེད་ཟེར་ནས་ལོག་ཁང་གི་ཆགས་པ་འདྲ་བོ་སྐྱེས་ནས་མི་འདུག་ད་དཔེ་རྒྱ་ཡིན་པ་དང་མིན་པ་ཚང་མ་ལ་ཡང་བྱམས་པ་དང་སྙིང་རྗེ་སྐྱེ་གི་འདུག་ལྷག་པར་དུ་ཡང་ང་ལ་རྩ་བའི་བླ་མ་བསྟེན་མཁན་ཞིག་ཡིན་ན། ང་ལ་དགོས་ཁོ་རང་གི་ལུས་ངག་ཡིད་གསུམ་རྩིས་སྤྲད་པ་ཡིན་ཙང་ཨོ། སྤྱིར་སེམས་ཅན་ཐམས་ཅད་ལ་ངས་ང་གིས་ཕན་ཐོགས་བྱས་པ་རེད་དེ་ནང་ནས་ང་ལ་བླ་མ་བསྟེན་རྒྱུ་དེ་ཁོ་རང་རང་གི་ཚུལ་ལུས་ངག་ཡིད་གསུམ་ང་ལ་ཕུལ་ནས་རེ་བ་རྒྱག་རེད་ངས་བདེ་སྐྱིད་བསྟེན་ན་ཡང་བྱམས་དང་བརྩེ་བས་ཀྱང་རོགས་པ་བྱེད་པ་རེད་བསམ་པའི་བསམ་བློ་དེ་ཤུགས་ཆེན་པོ་ཡོད། དེ་འདྲ་ཡིན་པ་ཡིན་དུས་ཙམ་པ། ངེད་ཀྱིས་སྔོན་མ་ང་འདི་འདྲའི་འཁོར་བསྐོས་ཡོད་མ་རེད་བ་དཔེ་རྒྱ་བཟོས་ཏེ་ཆགས་པ་ཡོད་རེད་དཔེ་རྒྱ་མ་ཡིན་པའང་བཟོས་དུས་ཙམ་པ་ཁྱད་པར་ཆེ་ཡོད་རེད་བ། ད་ད་ལྟ་ང་ཨེ་འདྲའི་འདྲ་བོ་ཅིག་ག་འདྲའི་ཆགས་རེད་ལབ་དུས། ངེད་ཀྱིས་ལོ་ཉིས་སྟོང་སྔོན་ལ་ངེས་འབྱུང་སྒོམ་པ་ཡིན་ད་ཁྱི་ལ་བ་ནང་བཞིན་དེ་ཡིན་ཙམ་སུས་ལ་སླེབས་ནས་ང་ཆགས་པ་སྐྱེས་ནས་བསྡད་ཡག་གི་ས་མོ་འཁོར་ཡོད་མ་རེད། ལོ་ཉིས་སྟོང་གི་བཞུགས་སྒོ་ལ་ཉིས་སྟོང་ནས་ད་ལྟ་ཉིས་སྟོང་ཉི་ཤུ་རྩེག་སྔར་བ་ལོ་ཉི་ཤུ་རྩེག་སྔར་ལ་བྱང་ཆུབ་སེམས་བསྒོམས་པ་ཡིན། ཁྱེད་ཚོ་བྱང་ཆུབ་སེམས་བསྒོམས་ནས་ངས་མི་ཚེ་འཁོར་བར་འགྱུར་བ་བྱས་སོ། བྱང་ཆུབ་སེམས་བསྒོམས་ནས་ང་དང་པོ་ང་དགེ་ཕྲུག་བཞི་བཅུ་མ་དུ་ཡོད་མར་བ་ད་ག་ནས་ག་ནས་ད་ལྟ་འབུམ་གཉིས་ནས་གསུམ་པ་རུ་ཡོད་རེད། ང་རང་ལ་སློབ་མ་ག་འདྲས་ཆགས་རེད་ལབ་དུས་ང་རང་གིས་བྱང་ཆུབ་སེམས་བསྒོམ། དེ་འདྲ་ཡིན་ཙང་སངས་རྒྱས་ཀྱི་ཆོས་ཟད་དུས་སྒོམ་ཉམས་ལེན་བྱེད་རུང་སོ་སོ་ཡིན་ན་ཡང་ཅིག་སེམས་བདེ་སྐྱིད་དང་ལྡན་པ་ཅིག་ཡོད་པར་མ་ཟད། སོ་སོ་ལ་བྱ་བ་ལམ་འགྲོ་ཡོད་པར་མ་ཟད་ཨ་ནི་སེམས་ལ་སྤྲོ་སྣང་སྙིང་སྟོབས་ཡོད་པར་མ་ཟད་སེམས་ཅན་མང་པོ་ལ་ཡང་ཨ་ནི་ཕན་འགྲོ་འོ་དོ། ཁྱེད་ཚོ་འདི་འདྲ་ཡིན་པ་ཡིན་དུས་སྒོམ་ཉམས་སངས་རྒྱས་ཀྱི་ཆོས་ཀྱི་སྒོམ་ཉམས་རེ་བྱེད་ན་ཕན་ཐོག་ཞེ་པོ་འདུག་འདི་ཤུད་པ་མདོར་བསྡུས་ན་མཇུག་སྡོམ་རྒྱག་གི་ཡིན་ད། ད་ལྟ་ང་ཚོ་ཚོགས་ཐེངས་དང་པོ་དེ་ལ་ཨ་ངའི་ངོས་ནས་ཁྱེད་རང་ཚོ་ལ་ག་རེ་ཞུས་པ་ཡིན་ཟེར་ན། གནས་གཙོ་བོ་དེ། ནང་པ་སངས་རྒྱས་པའི་ཆོས་ཟེར་ཡ་དེ་ཨ་ནི་ག་འདྲེ་ཡིན་མེད་ཀྱི་སྐོར་དང། ནང་པ་སངས་རྒྱས་པའི་ཆོས་ཟེར་མཁན་དེ་ཨ་ནི་སྐད་ཡིག་ག་རེ་ཐོག་ནས་བཅོམ་ལྡན་འདས་ཀྱིས་གསུངས་པ་དང། དེ་ནས་བཅོམ་ལྡན་འདས་ཀྱི་ཆོས་དེ་ཡི་ཕན་ཡོན་ག་འདྲེ་ཡོད་པ། དེ་ཡང་སློབ་སྦྱོང་བྱས་ན་ཕན་ཐོག་ག་རེ་ཡོད་པ། སྒོམ་ཉམས་ལེན་བྱས་ན་ཕན་ཐོག་ག་རེ་ཡོད་པ་དེ་སྐད་དེ་དཔེ་མཚོན་དང་འབྲེལ་ནས་ཞུས་པ་ཡིན། ད་ཚོགས་ཐེངས་དང་པོ་དེ་ཞག་ཁག་ནང་ང་ཚོ་ཡང་གསོལ་ཇ་དུས་ཚོད་རེད་འདུག་བ།